ད་དེ་དང་འབྲེལ་བའི་ཐོག་མཐའ་བར་གསུམ་དུ་སྐད་ཆ་མང་པོ་ཅིག་བཤད་པ་རེད། བཤད་པ་དེ་ལ་ཡང་ཁ་ཅིག་གི་བསམ་ན་ཁོའི་མཛའ་བརྐོ་དེ་དཔེར་ཚར་བ་ཡིན་ན་དེ་ནས་ད་ཅིག་ཁོ་དངོས་གནས་གི་ཅིག་སྲིད་འཛིན་ཁྲི་འཛིན་ཆགས་སོང་བ་རེད་བས་སྙམ་པ་འདྲ་བོ་དེ་འདྲའི་གི་བསམ་ཚུལ་ཡོད་རེད། དེ་འདྲ་ཡིན་དུས་དེ་རང་ངའི་འདིའི་ནང་ལ་གཙོ་བོ་དེ་སྐད་ཆ་དོན་ཚན་གཉིས་ཤོད་གི་ཡིན། རྣམ་པ་ཚང་མས་ཞིབ་ཏུ་གསན་གཟིགས་གནང་རྒྱུའི་རེ་བ་ཡོད། དེ་ཞིབ་ཏུ་གསན་གཟིགས་གནང་དགོས་པའི་རྒྱུ་མཚན་གང་ཡིན་ཟེར་ན། དངོས་ཡོད་གནས་ཚུལ་ཞིག་གསལ་པོར་ཆགས་རྒྱུའི་རེ་བ་གི་ཆེད་དུ་བཤད་དུས་སྐད་ཆ་དེ་གཅིག་ཆ་ཚང་བ་ཞིག་གསན་པ་ཡིན་ན་དེ་ནི་དངོས་ཡོད་གནས་ཚུལ་དང་བརྒྱུད་རིམ་ཆ་ཚང་དེ་མཁྱེན་རྟོགས་ཡོང་གི་རེད། སྤྱིར་བཏང་གི་ཐོག་མར་ཁོང་གིས། སྤྱིར་ཟླ་བཅུ་པ་གི་ནང་ནས་གསར་དར་བྱེད་པའི་སྐབས་སུ་གུས་པ་གི་དེ་ལ་དོགས་འདྲི་བྱས་པ་དང་དེ་ནས་ཉེ་ཆར་ཡང་བསྐྱར་བསྐྱར་དུ་དེ་གི་དེ་ལ་མཛད་སྒོ་དེ་ལ་མཉམ་བཞུགས་ཞུ་རྒྱུ་མེད་པའི་དུ་བསམ་ཚུལ་བཏོན་པ་གཉིས་ཀ་གི་གྲུབ་འབྲས་ཧ་ཅང་ཆེན་པོ་ཅིག་ཐོན་ཡོད་རེད་དེ། ཡིན་དུས་སྤྱིར་བཏང་གི་མི་གཅིག་གི་སོ་སོ་སྒེར་གི་ཁང་པ་གི་ནང་དང་སྒེར་གི་མགྲོན་ཁང་ནང་ནས་ག་རེ་བྱས་པ་ཡིན་ན་དམངས་གཙོ་སྤྱི་ཚོགས་གི་ནང་ལ་དེ་ཐད་ཀར་བསྐད་ཐུབ་ཡག་གི་གནས་སྟངས་སྤྱིར་བཏང་གི་ཡོད་ནི་མ་རེད། ཡིན་ན་ཡང་དེའི་གི་ནུས་པ་མ་ཐོན་པ་དེ་འདྲ་མཚོན་གི་ཡོད་མ་རེད། སྤྱིར་བཏང་གི་ངའི་ཡུལ་སོ་སོ་གི་ཅིག་ཤེས་རྒྱུ་ཞིག་དང་ནུས་པ་ཅིག་ཐོན་ཡོད་པའི་ཆེད་དུ། སྐད་ཆ་དེ་བཤད་གི་མེད་ཡིན་ན་ཡང་ངའི་འོག་གི་སྐད་ཆ་དེ་ལ་དོན་ཚན་རྣམ་པ་གཉིས་ཡོད། དོན་ཚན་དང་པོ་དེ་ང་ཚོ་གི་སྐད་ཆ་བཤད་པ་དེ་དང། དེའི་རྣམ་རྒྱལ་བསྟན་པ་དེའི་ནུས་པ་ག་རེ་ཐོན་ཡོད་པ་དེ་ཡིན། གཉིས་པ་དེ་ཁར་ཚང་གི་མཛད་སྒོའི་དངུལ་ཆུ་དེ་ཁོ་རང་གི་ད་བྱེད་སྒོ་ཟེར་ན་འདྲ་འདྲ་དེ་ག་འདྲ་ཆགས་ཡོད་པ་དེའི་སྐོར་ལ་སྐད་ཆ་བཤད་གི་ཡིན། དེ་འདྲ་ཡིན་དུས་ཀྱི་ཐོག་མ་གི་ཆ་ལ་ད་དང་པོ་དོགས་འདྲི་བྱས་པ་ནས་བཟུང་སྟེ་དེ་ནས་སྔ་འགྱུར་ཉང་མ་གི་དར་འབངས་དང་དགེ་འདུན་པ་ལ་སོགས་པ་ད་ཧ་ཅང་མང་པོ་ཞིག་གི་ཚ་མཐུག་དོ་སྣང་གནང་ཡོད་རེད་ལ་དེ་དང་རྗེས་འབྲེལ་དུ་ད་དེ་གི་པར་ཡོད་ད་ཐང་མར་དགོན་དང་དུས་རྒྱུན་འདི་ནི་ད་སྔ་འགྱུར་སྨོན་ལམ་ཆེན་པོ་ཚོགས་པ་གཉིས་ཆར་གྱི་གཞུང་སྒྲོལ་གྱི་གསལ་བསྒྲགས་ཀྱི་ཐོག་ནས་ཁོ་གྱི་ལས་ཀ་བྱེད་སྟངས་དེ་ལ་ངོས་ལེན་མེད་པ་དང་དང་ལེན་མེད་པ་ལ་སོགས་པའི་ཐད་ཀྱི་གནས་ཚུལ་དེ་ཧ་ཅང་གསལ་བོ་ཅིག་གསལ་བཤད་གནང་ཐུབ་ཡོད་རེད་དེ་ཡང་རྒྱ་བོད་ཡིག་རིགས་གཉིས་ཆར་གྱི་ཐོག་ནས་གཞུང་སྒྲོལ་གྱི་ཐམ་ག་དང་བཅས་པ་མཚང་རྟགས་བཀོད་པའི་ཐོག་ནས་དེ་ནས་གསལ་བསྒྲགས་གནང་ཡོད་པ་འདི་ད་ལོ་རྒྱུས་རང་བཞིན་གྱི་ལོ་རྒྱུས་ཀྱི་ཐོག་ནས་མཛད་སྒོ་དེ་ང་རྒྱུན་མྱངས་མ་པའི་ངོས་ལེན་མེད་པ་ཞིག་དང་དེ་འདྲ་ཞིག་ཡིན་པ་གནས་བབ་དེ་ཧ་ཅང་གསལ་བོ་བཟོས་ཡོད་རེད་དེ་རེད། དེའི་ཐོག་ལ་ད་ཐེ་ཝན་ན་ཡོད་མཁན་ཡིན་ན་སྤྱིར་བཏང་གི་དགེ་འདུན་པ་ཧ་ཅང་མང་པོ་རེད་རྒྱག་ཁྲག་མང་པོ་ཡོད་རེད་ང་རྒྱུན་རྙིང་མ་རྐྱང་པ་ཡིན་ན་ཡང་དེ་ཆོས་ཚོགས་དང་དེ་འདྲ་ཕལ་ཆེར་རྒྱག་ཁྲག་ལ་ཉེ་བ་དེ་འདྲ་ཡོད་རེད་ལབ་ན་ཆོག་གྱི་རེད་དེའི་ནང་ནས་རྒྱུར་བ་དཔར་ཡུར་བའི་ཆོས་ཚོགས་དེ་ཧ་ཅང་མང་ཤོས་ཅིག་སྔ་འགྱར་ཉམས་མི་ལངས་ནས་ཐའེ་ཝན་ལ་ཆས་ཀྱི་ཡོད་རེད་དེ་ཀྲང་རིན་པོ་ཆེ་ཡབ་སྲས་ཀྱི་དང་འཕྲིན་ལས་དག་ཅིག་ཟིན་འབྲས་བུའི་ཐོག་ནས་ཡོང་གི་ཡོད་རེད། ཡིན་ནའང་དེའི་ནང་ནས་ད་ཐང་གི་དེ་གི་མཛད་སྒོ་དེ་ལ་ད་མཉམ་ཞུགས་བྱེད་མཁན་དེ་ཕར་ཆེར་ཅུང་མེད་པ་དེ་ད་ཤཱ་ཀྱ་ལ་མ་འཁོར་གདངས་བྱས་པ་ཁ་ཤས་ཅིག་མ་གཏོགས་གང་ལྟར་ཡང་མཉམ་ཞུགས་བྱེད་མཁན་གཅིག་ཀྱང་ཅུང་མེད་པ་དེ་ང་ཚོ་གི་ད་དངོས་སུ་དེ་གི་མཐོང་སར་ནས་ཡོད་པ་དེ་ཡིན་དུས་འདས་དག་གི་ག་རེ་མཚོན་གི་ཡོད་རེད་ཟེར་ན་ཁོང་གིས་ད་ལྟ་གི་ལས་ཀ་དེ་ལ་སྤྱིར་སྔ་འགྱུར་རྙིང་མ་པ་སྒོ་བསྒྱུར་བ་པར་ཡོད་པ་ཁྱད་པར་དུ་ཐའེ་ཝན་ན་ཡོད་པ་དེ། དཔེར་ན་བོད་བརྒྱུད་ནང་བསྟན་ཞིབ་འཇུག་ཚོགས་པ་ཟེར་བ་ལྟ་བུ་དང་བོད་བརྒྱུད་ནང་བསྟན་མཐུན་ཚོགས་ཟེར་བ་ལྟ་བུ་དང་དེ་བོད་ཀྱི་ཐེབས་རྩ་ཚོགས་པ་ཟེར་བ་ལྟ་བུ་དང། དེ་བཞིན་དུ་ནི་ད་ལྟ་སྔ་འགྱུར་རྙིང་མའི་སྨོན་ལམ་ཐའེ་ཝན་གྱི་དུ་སྔ་འགྱུར་རྙིང་མའི་སྨོན་ལམ་གྱི་དུ་གི་ཚོགས་པ་ལ་སོགས་པ་མང་པོ་ཡོད་རེད་དེ་སྤྱི་དང་བྱེ་བྲག་གང་གི་སྐུ་ཚབ་ཡང་ནི་མཉམ་ཞུགས་གནང་ཡོད་མ་རེད་དེ་ག་རེ་རེད་ཟེར་ན་ང་ཚོ་གི་དངོས་ཡོད་གནས་ཚུལ་གཅིག་གསར་ཤེས་སུ་བཟོས་པ་དེ་ལ་མང་པོ་ཞིག་ལ་སོ་སོ་གི་མཁས་པ་རང་གི་ཤོད་ཤེས་བྱས་ནས་དེ་ནས་དངོས་ཡོད་གནས་ཚུལ་དེ་ཧ་གོ་བའི་ཐོག་ནས་དེ་ནི་མཉམ་ཞུགས་མ་གནང་བ་ཞིག་ཡིན་དུས་དེ་གི་ང་ཚོས་ཧ་ཅང་ཧ་ཅང་གི་གང་གང་བྱེད་པའི་ནུས་པ་ཅིག་ཐོན་ཡོད་རེད་ཁྱད་པར་དུ་ད་ཅིག་དེ་གི་ད་ཅིག་ལོག་འཚོ་གི་བྱེད་ཐབས། ང་ཚོ་ཡིན་ན་ཅིག་ཁ་གསག་ཚུར་འཆུག་ཅེས་པ་མང་པོ་ཞིག་ཡོད་པ་དེ་ནང་བཞིན་ཅིག་ཚུལ་མཐུན་མ་ཡིན་པའི་ཐབས་ལམ་མང་པོ་ཞིག་སྤྱད་ནས་སྤྱིར་བཏང་གི་དང་པོ་རྒྱབ་གཉེར་རག་བལྟས་པ་རེད་རྒྱབ་གཉེར་ཟེར་བ་དེ་ཡང་དང་པོ་ང་ལ་ཡར་བསྐུར་རོགས་བྱས་ཟེར་ནས་རྒྱབ་གཉེར་དེ་སུ་གཅིག་གིས་སྤྲད་ཡོད་མ་རེད་ད་ལྟའི་བར་དུ་ཡིན་ན་སྤྱིར་བཏང་ཁོ་རང་གི་དང་པོ་གི་གཏམ་བཤད་ཀྱི་ནང་ལ་ག་འདྲི་ལབ་ཡོད་དེ་གསལ་བསྒྲགས་ཀྱི་ནང་ལ་ག་འདྲི་ལབ་ཡོད་རེད་ཅེས་དང་མར་དགོན་ཆེན་པོ་དྲུག་ཡན་ལག་དང་བཅས་པ་གི་དོན་ནི་ཆང་ལས་གཡའུ་ཆུགས་བྱིན་ཆུགས་ཟེར་ནས་དེ་གི་ད་སོར་བ་ཕུར་ཚུགས་སུ་བཏབ་པ་དང་དེ་ཡི་ནན་ཏན་ཆེན་པོ་གི་རེ་བ་བཏོན་པ་ནང་བཞིན་བྱས་ནས་ང་འདས་ལ་ཡར་དེ་གི་ཁྲི་ཁྲི་ལ་ཡར་དེ་གི་ད་འཛག་གི་ཡིན་ལབ་གི་ཡོད་རེད་ཡིན་ན་ཡང་དངོས་ཡོད་གི་ཐོག་ནས་ད་ལྟའི་བར་དུ་དེ་འདྲའི་ཡི་གི་སོར་བ་གཏམ་མཁན་གི་མར་དགུན་ཆེན་པོ་དྲུག་དང་དེ་དག་དང་འབྲི་རུའི་བླ་ཆེན་དམ་དག་སུ་གཅིག་ཀྱང་མེད་པ་དེ་དངོས་ཡོད་གནས་ཚུལ་རེད་འོ་དེ་འདྲ་རེད་དེ་རེད།

ཁ་བསྒྱུར་ཐབས་བྱས་པ་མ་གཏོགས་དངོས་ཡོད་གནས་ཚུལ་ལ་ལན་བཏབ་པ་དེ་གང་ཡང་བྱུང་ཡོད་མ་རེད་ཟེར་བ་འོ་དེ་དེ་རེད་རེད། དེ་ཡིན་དུས་དེའི་རྗེས་སུ་ད་ཁ་ཞིག་གི་ཐད་ཀྱི་འགོ་ཡག་པོ་མ་ཚུགས་པའི་ཐོག་ནས་དང་དམིགས་ཡུལ་དང་རྒྱུ་མཚན་དང་ཡི་གེར་གྱི་ཁེ་ཕན་གྱི་འབྲེལ་བ་དང་ནི་དེ་འདྲའི་གི་ཅི་སྒེར་གྱི་འབྲེལ་བ་དམ་རྒྱུ་མཚན་དེ་བྱས་ནས་དེ་ནས་ཐུགས། མདོར་ན། རྒྱབ་གཉེར་དྲན་མཁན་གཅིག་གཉིས་རེ་བྱུང་ཡོད་རེད་ཟེར་དེའི་རྒྱབ་གཉེར་དེ་ཡང་ཀྲུའུ་ཧོ་ཟེར་ནས་ཟླ་གང་ལྟར་ཡང་འཚམས་འདྲི་གི་ཅིག་བརྡ་ལན་ཙམ་ཅིག་ཁོ་རང་ལ་འབྱོར་བ་རེད། ཡིན་ནའང་ཕྱིས་སུ་ང་ཚོ་གི་སྐད་ཆ་དང་གླེང་སློང་དེ་ཤེས་པའི་རྗེས་སུ། དེ་མང་པོ་ཞིག་བོད་ཕྱི་གི་ཤེས་ལྡན་བྱེས་པ་དང་ནི་དངོས་ཡོད་གནས་ཚུལ་ཧ་གོ་བའི་ཐོག་ནས་ནི་རྒྱུ་མཚན་གྱི་གནས་བབ་མང་པོ་ཞིག་གི་ཐོག་ནས་ནི་མཐའ་མ་དེ་ལ་མཉམ་ཞུགས་གནང་མཁན་དེ་གང་ཡང་ཕལ་ཆེར་བྱུང་མེད་པ་དེ་རེད། དེ་དེ། ང་གཙོ་བོའི་ཐོག་མར་ཧ་གོ་དགོས་ཡ་གཅིག་རེད། དེ་ཡིན། དེ་ནི་ད་གཉིས་པ་དེ་སྐར་ཆེན་པོའི་ནང་གི་སྐར་ཆེན་དེ་ག་འདྲ་རེད་ཟེར་ན། ད་ཁ་རྩང་དངོས་སུ་མཉམ་ཞུགས་གནང་མཁན་དེ་ཁྱོད་རང་གི་བཤད་པ་ནང་བཞིན་རེད་བས་ཟེར་ན་ད་ང་ཚོ་འདི་ནས་རེ་རེ་བཞིན་དུ་ལྟ་དགོས་ཀྱི་ཡོད་རེད་འདིའི་ནང་ལ་ད་རྒྱ་རྒྱུད་ནང་པ་གི་ལར་གིན་ཁ་ཤས་ཅིག་སླེབས་ཡོད་རེད་འདིའི་ནང་གི་གསར་གི་འགྲམ་གི་འདི་འདྲ་བོ་ཡིན་ན་དེ་གི་ད། ད་ལྟ་དེ་གི་སིང་ག་པོར་གི་གཏོར་སྐྱོན་ཚོགས་པ་དེ་འདྲའི་གི་བཀའ་བཏང་དེ་ཡང་ཁོ་རང་འགྲོ་བཞག་གི་རེད་ད་གང་ལྟར་ཡང་དེ་གི་དེ་བཀའ་བསྡམ་གསར་མ་ཟེར་བ་དེ་འདྲའི་ནང་སོང་ནོ་ད་ལྟའི་བར་དུ་དེ་ཡོད་རེད་འདི་སྐྱིད་གི་དེ་འདྲ་བོ་ཅིག་ཡིན་ན་ད་སྤྱི་བཏང་གི་ཡིན་ན་ཁོ་ཐའེ་ཝན་གི་དེ་གི་བླ་མ་ཀྲུང་གོ་བྷོ་ཇག་ཧུའི་དབུས་དྲང་རེད་ཡིན་ན་ཡང་ཁོ་འདྲ་བོ་ཅིག་ཡིན་ན་ད་ག་བ་ལ་ཅིག་ཅིག། ཧ་ཅང་གི་ཁོ་རང་ཅིག་ཆབ་སྲིད་རང་གི་ཐོག་ལ་དོ་སྣང་གནང་དུ་ཅི་གདའ་མཁན་ཅིག་མ་གཏོགས་དངོས་གནས་གི་དེ་གི་ཆོས་གི་འདི་ཞིག་གི་བསམ་བློ་གང་ཡང་དེ་འདྲའི་ཡག་པོ་ཐོག་ནས་དེ་གི་བླ་མ་རང་བྱས་ནས་འགྲོ་མཁན་དེ་འདྲ་ཞིག་ཅིག་མ་རེད། དེ་བཞིན་དུ་ནི་ད་ད་ལྟའི་ཁོ་རང་གི་དབྱི་ཧོན་ན་ཡོད་པ་དེ་བས་ད་ག་འདྲ་རེད་ཟེར་ན་ནི་ད་ལྟ་འབར་ཆུང་སང་གི་བུ་ད་ཕར་བལྟ་ན་ཕར་ཆུང་འབྲི་ང་ཡིན་ས་རེད་གོ་ཆུང་ང་ཡིན་དང་འབྲི་ང་ཡིན་མ་ཤི་འདི་སར་ནི་ཡོད་པའི་གཉིས་དེ་གཉིས་ཀ་དེ་ཁོང་འབར་ཆུང་སང་གི་ནང་མི་རེད་འདུག་ད་དེ་ཡིན་དུས་ཀྱི་སྤྱིར་བཏང་གི་ཆེད་ན་ནང་མི་གི་གནས་བབ་དེ་ཚོ་ཤོད་དགོས་ཡ་འདྲ་བོ་ཡོད་མ་རེད་དེ་ཡིན་ན་ད་མི་གཞི་རང་བཞིན་འདྲ་བོ་རེད་འདུག་གང་རེད་ཟེར་ན་ཁར་རྩང་གི་མཛད་སྒོ་དེ་མཐར་གཏུགས་ཡོང་དུས་འབར་བྱུང་བསམ་གི་ཅིག་ནང་དམག་གི་དེ་རིགས་དེ། སྤྱིར་བཏང་གི་ཡིན་ན་དེ་གི་ད་ལྟང་ཆོས་ཚོགས་མཛད་སྒོ་སྤེལ་བ་རེད་དེ་ཡིན་ན་ད་ལྟང་མར་རྒུན་གི་ངོས་ལེན་མེད་པོ་དེ་གི་ལས་ཀ་ཅིག་ལས་པོ་རྒྱུ་མཚན་གྱིས་ངས་དེ་ན་ཆོས་ཚོགས་དེ་ལ་ད་ལྟང་གི་ཆོས་ཚོགས་ཟེར་བ་དེ་གི་ཐོག་མིང་དེ་འབོ་ཡ་གི་ཐོབ་ཐང་དེ་ད་ཧ་ཅང་ཁག་པོ་ཆགས་ཚར་རེད་དེ་ཡིན་དུས་གི་ད་འདི་དངོས་ཡོད་ནུས་ཚོར་གི་ཐོག་ནས་དེ་གི་འབར་བྱུང་བསམ་གི་ནང་དམིགས

ཁོ་རང་གི་ནང་མི་ཕ་མ་གཅིག་པོ་གི་སྤུན་མཆེད་དེ་ཚོ་རེད། སྤྱིར་བཏང་གི་ཕ་མ་གཅིག་པའི་སྤུན་མཆེད་ཟེར་བ་དེ་འཇིག་རྟེན་གི་མི་ཚེ་འདིའི་ནང་གི་གལ་ཆེ་ཤོས་ཡིན་དུས་མྱང་བྱུང་ལུས་བོ་དང། ཡིན་ནའང་ང་འདྲ་བོ་ཅིག་ཡིན་ན་དངོས་གནས་ཡིན་ད་ལྟ་ལྟའི་ཆ་ལ་ནི་དཔེར་ན་ང་ལ་ཤ་ཉེ་ཅིག་ཡོད་ནས་ལས་ཀ་འདི་འདྲ་ཅིག་བྱས་པ་ཡིན་ན་དང་བོ་ངས་སློབ་གསོ་བརྒྱབ་ནས་ད་ཁྱེད་རང་གི་འདི་འདྲ་མ་བྱེད་ཡག་པོ་ཡོད་མ་རེད་ལབ་ས་རེད་གཏན་ནས་ཁ་མ་ཉན་ན་ད་ཁྱོད་རང་གི་ག་རེ་བྱེད་དགོས་ན་ཅིག་ང་ནི་ཡོང་གི་མེད་ལབ་ས་རེད་དྭངས་གཙང་དེ་རིམ་གཉིས་ཀྱི་ཙག་གཅིག་པུ་འཇིག་རྟེན་གྱི་སྤྱི་ཚོགས་ཟེར་བ་དེ་ལ་སོ་སོ་གི་ཅིག་ལྟ་བ་ད་དངོས་ཡོད་གནས་ཚུལ་ག་ལངས་ཕྱོགས་ག་དག་ནས་མ་འདྲ་ན་ནང་མི་ཡིན་ཅང་ཡིན་གཅིག་མིན་གཅིག་གི་བཙན་པོ་བྱས་ནས་ཉམས་ཞུགས་ཅིག་བས་རོ་དེ་སུ་ཅིག་ག་ཡོང་གི་ཡོད་མ་རེད་དེ་ལྟ་བ་མཐུན་མི་མཐུན་ཟེར་བ་དེ་དག་ནི་སོ་སོ་གི་ཅིག་རིན་ཐང་གི་ལྟ་བ་ངོས་ནས་ཁས་ལེན་ཐུབ་མི་ཐུབ་དང་སོ་སོ་ལ་ཅིག་དེ་འཇིག་རྟེན་ཡ་རབས་ཀྱི་སྤྱོད་པ་དག་ནི་ལྷ་ཆོས་དང་མི་ཆོས་ཀྱི་ཅིག་མ་མཐའི་ས་མཚམས་ཡོད་མེད་ཀྱི་གནད་དོན་ཅིག་ཡིན་དུས་འདིའི་ནང་ལ་ཉམས་ཞུགས་བྱེད་པ་དེའང་བཙན་པོའི་དབང་བོ་རྐྱང་རྐྱང་ཡིན་གྱི་མ་རེད་བསམ་གྱི་འདུག་དེ་འདྲ་ཡིན་དུས་གང་ལྟར་ཡང་དེ་ལྟ་གི་བཤད་པ་འདི་གི་མཇུག་འགྲིལ་དེ་ཡག་པོ་ཅིག་མེད་པས་དེ་འདྲའི་གི་སྔ་འགྱུར་རྙིང་མ་གི་གཏམ་པ་སྤྱི་དེ། སྒེར་གྱི་ཁེ་ཕན་དང་བརྗིད་པའི་ལས་ཀ་དང་སྒེར་གྱི་དེ་འབྲེལ་གྱི་དེར་རྩེད་ཆས་བྱས་པ་དེའི་ནང་ལ་དོན་གྱིས་ཁོང་ཚོ་ཡང་མཉམ་བཞུགས་བྱས་པ་རེད་ཟེར་བ་ད་ལྟའི་མཉམ་བཞུགས་བྱས་པ་དེ་རེད་ཡིན་ནའང་གནང་གི་གལ་ཆེན་པོ་ཞིག་དེ་འདིར་དེ་གི་མར་རྒོད་ཆེན་པོ་དྲུག་དང་ཐེ་ཝན་ན་ཡོད་པའི་དེ་གི་ཚོགས་པ་ཁག་གི་སྐུ་ཚབ་དང། དེ་བཞིན་དུ་སྔ་འགྱུར་རྙིང་མ་དང་འགྱུར་བ་དཔལ་གཡོར་བ་ལ་སོགས་པ་ཁམས་ཁྲོད་དགེ་བའི་བཤེས་གཉེན་སུ་གཅིག་ཀྱང་མ་བཞུགས་པར་གང་བཞུགས་པ་དེ་བོད་རྒྱུད་ནང་དུ་ན་འབྲེལ་བ་གང་ཡང་མེད་པའི་དེ་གི་ཐའེ་ཝན་གི་རྒྱ་ལ་མ་ཁ་ཤས་ཅིག་དེ་ཡང་ད་མང་ཆེ་བ་དེ་ད་ལྟ་དེ་དགེ་འདུན་ཆོས་པ་དང་ནི་དེ་གི་དེ་ཀུན་སྤྱོད་གི་ཆེན་པོ་ཡོད་རེད་ཟེར་དེ་ནམ་རྒྱུན་གི་ཡོང་མཁན་དེ་ཚོ་ཡིན་ས་རེད་དེ་དེ་རེད། དེ་འདྲ་ཡིན་དེ་གི་དེ་ཡང་སྤྱིར་བཏང་གི་ངའི་ཡིད་པར་དུ་སྔ་འགྱུར་རྙིང་མའི་མཛད་སྒོ་གི་དེ་གི་དབུ་འཛིན་གི་མཛད་སྒོ་གི་གཙོ་བོ་གི་འགན་འཁུར་མཁན་དང་འབྲེལ་ཡོད་ཅིག་སུ་ཅིག་ག་ཆགས་ཡོད་མ་རེད་ཟེར་ད་དེ་ཡོང་ནས་སྐད་ཆ་ཅིག་བཤད་པ་ཙམ་དེ་གི་པར་གི་ནང་ལ་ལྟ་ཟེར་དང་ནི་དེ་རིགས་ཅིག་ཆགས་ཡོད་རེད།

ད་ཚོགས་མི་ཁ་ཤས་ཅིག་ཡོད་རེད་ད་འདི་འདྲ་བོ་ཅིག་མནབ་ནས་འདི་འདྲ་བྱེད་འདུག་འདི་སུ་འདྲ་མང་འཚམས་ནས་ག་འདྲ་ཞིག་ཡིན་དང་ཐོབ་ཐང་ག་འདྲ་ཡིན་དེ་ཞིབ་ཆ་ཤེས་གི་མེད་ད་གང་ལྟར་རང་ཁོང་ཚོ་ལ་དཔེ་མི་སྲིད་པ་དེ་འདྲའི་དེ་བ་ཞིག་ད་ཚང་མ་མནབ་ནས་འདི་འདྲ་བྱེད་འདུག་བ་འདི་གར་ཚང་གི་ད་དྲར་གི་ནང་གི་ད་གི་དགེ་འདུན་པ་སྟོང་ཕྲག་གཅིག་ཡོད་ཟེར་བའི་ནང་གི་ད་ཆ་གཞིས་སྒར་ཆེན་པོ་ཞིག་འདི་ཚོ་རེད་དེ་ངས་ཡང་ཅིག་ནག་པོ་བཟོ་ཡང་འདྲ་དེ་འདྲ་མིན་དེ་འོག་གི་པར་གི་ནང་ན་རེ་རེ་ནས་མཐོང་གི་རེད་ཨ་དེ་འདྲ་རེད་དེ་འདི་ཤཱཀྱ་བླ་མ་རེད་ད་ཤཱཀྱ་བླ་མ་དེ། ཁོང་གཉིས་ཀ་རྣམས་ཀྱི་ས་རོགས་མཐོང་རོགས་དང་ཆང་ཁང་དང་ཚང་མ་གི་ནང་ལ་འགྲོ་རོགས་ཡིན་པ་དང་དེ་བཞིན་འདི་ནི་ད་ཅིག་གང་ཡིན་འདི་གི་ད་ལྟའི་མདོར་ན་ཅིག་གཏམ་པ་སྤྱི་ལ་བསམ་བློ་བཏང་མ་ཐུབ་པར་དེ་གི་དགེ་འདུན་རང་གཙོ་བོ་བྱས་ནས་དེ་ནས་ད་འདི་མཉམ་ཞུགས་ཞེས་པ་རེད་དེ་ང་ཚོ་གི་ཧར་ཕར་ཏི་ཚུར་གཟིགས་ཟེར་བ་ནང་བཞིན་བྱས་ནས་ཧ་གོ་གི་ཡོད་རེད་དེ་ད་ཁོ་རང་ད་ལྟ་ཡོང་བ་དེ་ཁོ་རང་གིས་ཁས་བླངས་ཡོད་རེད། ཡིན་ན་ཡང་འདི་དང་འབྲེལ་ནས་ངས་དོལ་པོ་པ་དེ་ཚོ་ལ་ཡིན་གཅིག་མིན་གཅིག་ཅིག་ཞུ་ཡ་གྱི་འདུག་སྤྱིར་བཏང་གི་དོལ་པོ་ཤཱཀ་རྒྱ་རེད་ད་ཁོང་ཚོ་རྣམ་པ་ཡང་དོལ་པོ་ཕ་ཡུལ་དུ་ས་སྐྱོགས་ལོངས་སྐྱོགས་དང་དུས་ད་སྐྱོ་བོ་ཡིན་འདུག་གི་ཅིག་ཅིག་གིས་དཔལ་འབྱོར་གྱི་རོགས་རམ་འདྲ་ནམ་གྱིས་འདི་འདྲ་བྱེད་ཀྱི་ཡོད་རེད། ཡིན་ན་ཡང་དོལ་པོ་ལ་བཏང་སང་གཞོན་སྐྱིད་དང་ཤེས་ཡོན་པ་དཔེ་མང་པོ་ཡིན་འདུག་ཁྱེད་རྣམ་པ་ཚང་མ་ལ་དེ་གི་གཏོར་བུ་ཤཱཀྱ་བླ་མ་ཡི་ན་རིག་རིན་པོ་ཆེ་ཁོང་རྣམ་པ་ཤཱཀྱ་རིན་པོ་ཆེ་ཟེར་གི་རེད་ཁོང་སོགས་ཀྱི་ཁོང་རྣམ་པ་གི་རོགས་པ་བྱེད་འདི་ཕ་ཡུལ་ལ་འཛུགས་སྐྲུན་གྱི་ཤ་འདེབས་ཀྱི་ན་དཔེ་ཡག་པོ་རེད་ལྷོ་སོ་ཤེས་ཡོན་གྱི་ཏང་ལ་རོགས་པ་བྱེད་ན་དཔེ་ཡག་པོ་རེད་ཡིན་ན་ཡང་དེའི་རིན་དོད་ལ་གཏོར་བུ་མི་མང་དེ་དེ་གི་བཙོང་བཞག་པ་དེ་འདྲ་ཁྱོད་ནས་བྱས་ཡོད་མ་རེད་དེ། བྱས་སོང་ཟེར་གི་མེད་ཡིན་ནའང་མ་བྱས་པ་ཞིག་བདག་དེ་དྲང་པོ་དགོས་ཕ་ཡིན་འདྲ་ཡིན་ན་དྭངས་གཙང་ཅིག་དེ་འདྲའི་རྒྱ་ཡོད་ལ་འགྲོ་མཁན་དེ་འདྲའི་ཡོང་ནི་ཡར་ཡོང་དེ་འདྲའི་ཁོང་ཚོ་སྒེར་གི་དེ་གི་ལག་ཆ་སྐྱིད་པོ་ནུས་ཚོར་དེ་ཚབས་ཆེན་པོ་མང་པོ་བྱུང་ཚར་བ་རེད་བོད་ནང་འདྲ་བོ་ཡིན་ན་དེ་འདྲ་ཡིན་དེ་གི་བོད་ནང་འདྲ་བོ་ཡིན་ན་དེང་སང་དེའི་ཐང་ལ་བྱང་བརྩེ་གཅིག་གཉིས་ཁུག་ཡོད་མ་ད་གཉིས་ཚད་དེ་ཡོད་རེད་དེ་འདྲའི་དོལ་པོ་མི་མང་འདྲ་བོ་ཡིན་ན་ཡང་ཏུ་ས་ཏུ་འཇོག་གི་ད་དང་གཅིག་ཞིག་ན་མང་པོ་ཞིག་གི་ག་རེ་ཡིན་པ་དེ་ཟེར་གི་རེད་དོལ་པོ་མི་མང་མང་ཆེ་བ་དེ་ད་ཅིག་ས་སྐྱ་དང་བོན་པོ་ལ་སོགས་པ་ཡོད་ཀྱི་རེད་མ་གཏོགས། མ་སྐྱེས་པ་ཕལ་ཆེར་སྔ་འགྱུར་རྙིང་མ་དང་འབྲེལ་བ་ཡོད་པ་ཡིན་ན། སྔ་འགྱུར་རྙིང་མ་གི་དེ་གི་དམ་བཏགས་བླ་སྤྱི་དང་ཡེ་ཤུ་གཉིས་ཀྱི་ཐུན་མོང་དུ་ངོས་ལེན་ཡོད་པས་དེ་གཉིས་བླ་མ་དང་ནི་དེ་གི་དགོན་བདག་རྣམ་པ་གི་བཀའ་རེ་གསུང་བ་དེའི་འོག་ལ་འགྲོ་བ། སྤྱིར་བཏང་གི་མཆོག་སྤྲུལ་སྒེར་ལ་ཡང་ཁྱེད་རང་ཚོ་གི་ད་བར་གྱི་ནི་ན་ནིང་ཡང་དག་པར་ཡོད་ལ་སྤྱིར་བཏང་གི་ཁོང་ཚོའི་མཛད་སྒོ་དེ་འདྲའི་དཔེ་ཡོད་རེད་དེ་དེ་སོ་སོ་གི་རང་དབང་རེད་ཡིན་ད་ཡིན་སྲིད་ལ་ད་བར་གྱི་ནི་རང་དབང་རེད་ཡིན་ན་ཡང་ཡང་སྔ་འགྱུར་རྙིང་མའི་དབུ་འཛིན་གི་མིང་ཐོག་ནས་དོལ་པོ་གི་ཀྱི་ཤཱཀྱ་ཀྱི་ཡ། དེ་ནས་དེས་ཁྱེད་རང་ཚོ་གི་གཡང་ཁ་དག་ཕུད་ཅིག་ཅེས་དེ་ནས་བྷ་ཧར་ཐེ་བ་ན་སོང་ནས་ཏདྷ་ད་བར་ཡར་ན་དཔེ་མི་སྲིད་པའི་མི་མང་ཡོངས་སུ་རྫོགས་པ་གིས་ངས་གི་འདི་སྔ་འགྱུར་རྙིང་མའི་དབུ་འཛིན་ཡིན་པར་ངོས་ལེན་བྱེད་ཀྱི་ཡོད་རེད་ད་ཟེར་ནས་ཁོང་ཚོ་གི་རྒྱ་སྐད་ཀྱི་ཐོག་ལ་རྒྱ་ཡིག་གི་ཐོག་ལ་དེ་ག་རང་འདྲ་ཡ་རེད་ཡང་དོར་པོ་མང་ཆེ་བ་རྒྱ་ཡིག་རྒྱ་སྐད་མ་ཤེས་ཏེ་དེ་འདྲིས་དེ་ཆོས་མ་ཡོང་གོང་གི་ཆོས་ར་སྐྱེན་མ་ཡོང་གོང་གི་ལྡོག་པ་དེ་ངེས་པར་དུ་གཟབ་དགོས་ཀྱི་ཡོད་རེད་དེ་འདྲ་ཡིན་དུས་ཁོང་རྣམ་པས་ཡང་སྤྱིར་བཏང་གི་ཕ་ཡུལ་ལ་ཤེས་ཀྱི་ད་དུང་ཡང་བཞག་གི་རེད། འདས་པ་ཡང་བཞག་ཡོད་ཀྱི་རེད་དགེ་དངོས་ནི་ཡིན་ནམ་མར་དགའ་བ་ཁྱོད་ནི་མེད་ཅི་ཡོད། ཡིན་ན་ཡང་དོལ་པོ་ལ་དེང་སང་གཞོན་སྐྱེས་དང་ཤེས་ཡོན་པ་དང་མདོ་རིམ་པ་དང་འོ་དེ་འདྲའི་གི་ཅིག་བླ་མ་སྤྲུལ་སྐུ་དང་མང་པོ་ཡོད་དུས་གི་ཚང་མ་གི་དོལ་པོ་མི་མང་དེ་མདོར་ན་ད་ལྟ་གི་འདི་ཡི་གི་གནས་ཚུལ་འདིའི་ལག་ཆ་དང་མ་འོངས་པ་ནི་དེ་ཁྱོད་ནི་མ་བསྐྱུར་བ་ཞིག་གི་ཅིག་དེ་གི་ཁྱེད་རྣམ་པ་ཅིག་ཐུགས་སེམས་གཞིག་རོགས་ཅིག་ངའི་སྐད་ཆ་འདི་གནས་ལུགས་ཡོད་ན།

ད་ལྟའི་གི་ཅིག་ཧི་མ་ལ་ཡིས་ང་ཚོ་གི་ཅིག་བོད་རིགས་ཀི་ས་ཁུལ་ལ་ད་ཤུགས་རྐྱེན་ཅང་ཐེབས་གི་ཡོད་མི་ཤེས་ཏེ་ཡིན་ནའང་ཐའེ་ཝན་ལ་ཕར་སོང་ནས་དེ་གི་ད་གསར་འགྱུར་བརྒྱུད་ལམ་ཡིན་ན་རེད་མི་སྒེར་ཡིན་ན་རེད་རྒྱའི་སྤྱི་ཚོགས་དེ་ཚོ་ལ་དེ་ཧ་ཅང་གི་དེ་གི་འདྲི་ཤེས་ལོག་པ་རྒྱབ་ནས་དེ་གི་འཁྲབ་སྟོན་བྱེད་གི་རེད་དེ་ཡིད་མ་ཆེས་པ་ཡིན་ན་ནི་དེ་གི་ཤ་སྔ་མ་ཤི་བའི་རོ་ལ་གཏུགས་ཟེར་བ་ནང་བཞིན་གི། ད་ལྟ་ལ་ཁོང་རང་གི་དེ་གི་བླ་མ་རྣམས་པ་མང་པོ་ཞིག་བོད་ནང་ལས་དང་པོ་འབྲེལ་བ་ཅིག་པར་མཉམ་དུ་བརྡབ་དེ་ནས་ཡིག་དེ་གི་ཅིག་སྔགས་རྒྱུད་སྒྲ་དེ་འདྲའི་སྣང་བ་དེ་ཚོ་ཚུར་ཡོང་ནས་ད་འདྲེ་ཤེས་རྒྱབ་ནས་ང་དེ་འདྲ་ཡིན་ཟེར་ནས་སོ་སོ་སོ་སོ་གི་སྒེར་དོན་གི་ལག་ཆ་འཇིགས་སུ་རུང་བ་དེ་འདྲ་བྱེད་གི་འདུག་བ་འོ་དེ་འདྲ་ཡིན་དུས་དེ་བཟང་བློ་བཏང་དགོས་ས་རེད་འོ་ད་འདི་ན་བར་ཞིག་འདུག་དེ་ཤ་ཚ་མ་ཁ་ཚང་གསར་འགོད་པ་ད་གསར་འགོད་གསར་འགྱུར་དེ་ཚོ་ཡང་བླ་ཞག་རྒྱུ་ཡོད་རེད་ཐེ་ཝན་བླ་དེ་གི་བཀའ་བཏང་བ་ཡིན་ན། ཐའེ་ཝན་སྒོར་མོ་ཁྲི་བཅུ་ཉི་ཤུ་དེ་འདྲའི་སྤྲད་པ་ཡིན་ན་དེ་ནས་གསར་འགྱུར་འགོད་མཁན་དེ་ཚོ་སླེབས་ཡོང་གི་རེད་གསར་འགྱུར་འགོད་མཁན་དེ་ཚོ་གི་ཁོང་ཚོ་གི་སྐར་མ་བཅོ་ལྔ་ག་ཚོད་ཀྱི་བཟོ་བའི་སྐྲ་འགོ་གི་ཡོད་ན་དེ་ལ་ཁོ་རང་གི་ནང་དོན་དེ་ཕར་སྤྲད་ཤག་དེ་གི་ཁོང་ཚོ་གི་ད་ཨོ་དེ་སྒོར་མོ་གི་དེ་གི་ཉོ་ཤག་ཡོད་རེད་བ་ད་དེ་གསར་འགྱུར་འགོད་མཁན་དེ་ཚོ་ཐའེ་ཝན་ནས་དེ་ག་རང་རེད་དེ་དེ་དངོས་ཡོད་གནས་ཚུལ་རེད་ང་ཚོ་ཚང་མས་ཧ་གོ་གི་ཡོད་རེད་དེ་ནས་འདིའི་ནང་ལ་ཁོ་རང་གི་ལན་རྒྱབ་དེ་གི་ཀྲང་ཅའོ་ཧྥ་ཝང་ཧྲི་ཡི་གི་ཅག་མིན་ཟེར་དེ་ང་དེ་ག་མོ་འདྲ་ཤོར་སོང་ད་ལྟ་ད་སྤྱིར་བཏང་གི་དེ་གི་དེ་གི་ཉང་མི་འདི་གི་ཨོ་འཛིན་ཟེར་བ་དེ་དེ་གི་མིང་དེ་རྫུན་མ་རེད་ལབ་ཤག་དེ་ད་དེ་ད་ཁོ་རང་གི་ཞེ་འདོད་དེ་མ་རེད་ར་སྐད་ཆ་བཤད་སྟངས་ཞིག་རེད་དེ་ག་ཚོད་འདི་ཡི་གེ་དེ་དེ་ཤར་བ་འདི་ང་ག་མོ་འདྲ་བོ་ཅིག་ཤོར་སོང་ཁོ་རྟེན་འབྲེལ་འདྲ་བོ་ཅིག་དེ་ཁ་དེ་ཅིག་ལ་བསྐྱུར་བྱུང་གི་གི་ནི་མིང་དེ་རྫུན་མ་རེད་ཟེར་བ་དེ་ཁ་ལ་ཐོན་ཞག་པ་འདྲ་བོ་ཅིག་ཆགས་སོང་མ་རེད་ད་ཡིན་ཡང་ཁོ་རང་གི་ལབ་ཡ་དེ་ད་ད་བྱེད་སྟངས་གི་ཞེ་འདོད་འདྲ་བོ་ད་དེ་རེད་མི་འདུག་ཡིན་ན་ད་གི་མི་འདུག་ད་འདི་ནས་མར་ཡོང་ད་དེའི་སྐབས་སུ་འཛད་སྒོ་ལ་ཡོང་མཁན་དེ་ཚོ་ང་ཚོའི་གསར་ཤེས་ཅིག་བཟོ་ན་བསམ་སོང་དེའི་ནང་གི་གཅིག་དེ་ད་ལྟ་འདི་རེད་འདི་ད་ལྟ་གོ་མིན་ཏང་གི་ད་གི་སྲིད་འཛིན་གི་ད་དབུ་མི་རེད་འདི་ད་ཁོ་སྐད་བཏང་ན་ཡོང་གི་ཡོད་རེད་རྒྱུ་མཚན་གང་ཞེ་ན་ཐེ་ཝན་གི་དབུ་དག་གི་མཇུག་འབྲས་དེ་ལས་པ་ལ་དེ་ནས་ད་མཐའ་མའི་ཡུལ་དེ་ལ་བདུན་ཕྲག་གཉིས་གསུམ་གསུམ་བཞི་ད་ཟླ་བ་གཅིག་མ་གཏོགས་ཡོད་མ་རེད་འདིའི་རིང་དེ་ལ་ཁྱད་པར་དུ་ཏི་གི་དེ་བཙོང་བྱ་ཐོན་དུས་ད་ལྟ་ཆོས་ལུགས་པ་གི་འདི་ཚོ་འདི་འདྲའི་དེ་ཚོ་ཁོང་ཚོ་བཀའ་བཏང་བ་ཡིན་ན་ཁོང་ཚོ་གི་མིང་དེའང་དེ་གི་ཅིག་མིང་གི་དེ་གི་ད་ཅིག་ཨང་རིམ་ཅིག་ཡོད་རེད་དེ་དང་ན་དེ་གི་མ་འོངས་པའི་འོས་ཤོག་གི་ཐོག་ལ་འགྱུར་བ་འགྲོ་ཡག་གི་རེ་བ་བརྒྱབ་དེ་གི་ད་ཁོང་ཚོ་ཉིན་མཚན་དེ་དྲུག་ཏུ་འདི་ན་བཀའ་དབང་སློང་གི་འཁོར་ལོ་ཅིག་ནས་ཡོང་གི་ཡོད་རེད་ཡིན་ནའང་འདིའི་ཞོར་ལ་ཡང་ད་ལྟ་གི་འཁྲབ་སྟོན་དེ་གི། གཅིག་གིས་གཅིག་བེད་སྤྱོད་བཏང་ཡོད་རེད་གང་རེད་ཟེར་ན་ཁོ་གི་སྔ་འགྱུར་རྙིང་མ་གི་སྐུ་ཚབ་ཡིན་མིན་མ་ལྟོས་པར་ཁོ་རང་ཡོང་ནས་སྔ་འགྱུར་རྙིང་མའི་དབུ་འཛིན་ལབ་ནས་ཁོ་ལ་དེ་འདྲ་ལབ་གི་ཡོད་རེད། ཁོས་དེའི་རྒྱབ་ལྗོངས་དེ་གང་ཡང་ཤེས་གི་ཡོད་མ་རེད་ཤེས་ན་ཇུས་གཏོགས་བྱེད་གི་ཡོད་མ་རེད་གང་རེད་ཟེར་ན་ཁོ་དེ་གི་བསམ་གྱི་གི་བསྟན་པ་དང་སྔ་འགྱུར་རྙིང་མ་ལ་འགན་ཁུར་གི་བསམ་བློ་སྤུར་ཆེ་ཙམ་ཡོད་མ་རེད་ཁོས་སྡིངས་ཆ་འདི་བེད་སྤྱོད་བཏང་ནས་ཁོ་རང་གི་མི་མང་གི་སྣང་བརྙན་ལ་འོ་ད་ཁོ་ལ་སློབ་མ་མང་པོ་ཡོད་ས་རེད་བསམ་ནས་དེ་ཚོ་གི་དབུ་ཤོག་ཐོབ་ཡག་གི་ཆེད་དུ་འདི་བྱེད་གི་ཡོད་རེད། ད་ཕྱོགས་ཀྲོར་ཏི་ལིས་ཀྱང་ཐའེ་ཝན་ལ་བེད་སྟངས་གསལ་པོ་འཆར་གྱི་ཡོད་འདུག་ཆབ་སྲིད་ཀྱི་མི་སྣ་དེ་ཚོ་ཤོག་ལམ་ན་ཡོང་བ་ཧ་གོ་གི་ཡོད་རེད་ཡིན་ནའང་འདིའི་ལྡོག་ཕྱོགས་ཀྱི་ཁར་ཚང་ཤུགས་རྐྱེན་གཅིག་ག་རེ་སླེབས་ཡོད་རེད་ཟེར་ན་ཨོ་ད། དེ་འདྲ་ཡིན་འདི་གི་དེ་གི་བོད་བརྒྱུད་ནང་བསྟན་དང་རྙིང་མ་པ་དེ་ཚོ་ཀོ་མིན་དང་དང་དེ་གི་ཕྱོགས་གཅིག་པ་དང་ཐའེ་ཝན་ལ་ཕྱར་གྲུ་ཚོགས་པ་གཉིས་ཡོད་རེད་ལྗང་གུ་དང་སྔོན་པོ་ཟེར་བ་ཞིག་རེད་སྔོན་པོ་དང་གཅིག་པ་ཡིན་ས་རེད་ལབ་གི་ཡོད་རེད་ཡིན་ནའང་དངོས་ཡོད་གནས་ཚུལ་གྱི་ཐོག་ནས་ད་ལྟའི་བར་དུ་སྤྱིར་བོད་བརྒྱུད་ནང་བསྟན་ཁྱད་པར་དུ་ང་ཚོ་སྔ་འགྱུར་རྙིང་མ་པ་ཐའེ་ཝན་ལ

ཡང་ན་བག་ཚ་ཁྱོན་ནས་མེད་པ་ནི་འོས་བའི་འདི་དང་ད་ལྟ་ནི་ཡང་འདི་རེད་ད་ཡང་ཆབ་སྲིད་ཀྱི་ནང་ལ་ཕར་འཐེན་ནས་དེ་ནས་འདི་ཀྲང་ཅང་ཧྥ་ཝང་ཟེར་བླ་མ་དེ་གི་དེ་གི་ཉིང་མ་གི་མིང་དེ་འཁོར་དེ་ནས་དེ་གི་ཆབ་སྲིད་ཚོགས་པ་སྐྱེ་བྲག་པ་ཁོང་གཉིས་ཀ་དེ་ཡང་ད་དེ་གི་དེ་དངོས་པོ་ཟེར་གི་ཡོད་ན་མེད་ན་རེད་དེ་དེ་དངོས་པོ་ཟེར་གི་ནང་ལ་ཕར་དྲན་ནས་ཨ་ནི་མ་འོངས་པའི་སྣང་བརྙན་གྱི་ཐོག་ལ་ཡང་འོ་ད་ཁོང་ཚོ་དང་དངོས་པོ་ཤོག་གཅིག་ཡིན་པ་འདྲ་བོ་དེ་འདྲ་བྱེད་གི་ཡོད་རེད་དེ་ཐེངས་སྔ་མོ་ཡང་དེ་གི་ཐེ་ཝན་ལ་དེ་འདྲའི་སླར་རྫུན་མང་པོ་ཞིག་གི་དེ་ག་རང་འཕྲད་གི་ཡོད་རེད་ང་ཚོའི་དེ་ནི་མེའོ་ཁྲན་ཟེར་བ་ཅིག་ཡོད་རེད་ཡང་དེ་ཡང་ད་ག་རང་བྱས་ཡོད་རེད་བ་ད་དེ་འདྲ་རེད་དེ་འདི་ཤོར་ལ་ད་གོ་རང་གི་ངོ་དེབ་གི་ཐོག་ལ་ད་ད་པ་ལོ་དང་མཉམ་དུ་ཡོད་པ་ཨ་འཛོམས་པ་ལོ་དེ་ཅི་དང་ད་བླ་མ་ཡག་པོ་ཡིན་གྱི་རེད། ང་ཚོ་ཕ་ཡིན་འདྲ་ཡིན་ན་པ་ད་པ་ཤེས་མཁན་མང་པོ་རེད་ངས་འཇགས་མ་མྱོང་ཨ་འཛོམས་འབྲུག་པ་རིན་པོ་ཆེ་གི་ད་སྤྱིར་བཏང་གི་ཚང་མའི་ཐུན་མོང་གི་རྩ་བའི་བླ་མ་དེ་འདྲའི་རྫོགས་པ་ཆེན་པོ་དམ་པ་མངའ་བདག་ཡིན་འདུག་ད་ཡིན་ན་ཁོང་རྣམ་པ་ཕ་ཡུལ་གི་བླ་མ་རེད་གཤིས་ཀ་འདྲ་ཡག་དེ་འདྲའི་འབྲས་བུ་བྱས་འདུག་དང་པོ་སྤྱིར་བཏང་གི་ཡ་མཆོག་ཁྲི་ལའང་ཅིག་རྫོགས་ཆེན་འདྲ་འཐོར་སྐད་མང་པོ་བཤད་ཀྱི་ཡོད་འདུག་དེ་འདྲའི་འབྲས་བུ་བྱས་ཨེ་མཐའ་མ་དེ་ལ་ད་བེད་སྤྱོད་བཏང་ནས་ཏག་ཏག་བཟོས་འདུག་བ་ད་ག་ཚང་དེ་རང་དེ་རེད། དེ་ནི་འདི་ཡི་ཁ་ཙང་ད་ད་སྟོང་ཅི་ཡོང་དུས་ད་སྟོང་གི་མགོ་ལ་དེ་ནི་ད་དགེ་འདུན་པ་སྟོང་ཕྲག་གཅིག་ཡོད་ཟེར་བ་དེ་ལ་དགེ་འདུན་པ་སྟོང་ཕྲག་ངོ་ནི་ཡོད་མར་ད་ངའི་དབར་དེ་འོག་ལ་བཏང་གི་ཡོད། ཡིན་ན་ཡང་དེ་གི་རྒྱབ་ལྗོངས་གི་ཐོག་ལ་ད་སྟོང་ཅི་ཡོང་དུས་གི་འདི་ཡི་གི་རྣམ་གྲོལ་ལང་གི་ནམ་རྒྱུན་གི་མཛད་སྒོ་གི་སྟངས་ལ་དགེ་འདུན་པ་ཚོགས་འདུ་རྒྱུ་དེ་པར་དེ་བཞག་རེད་ད། ད་འདི་གི་ག་རེ་འཚོགས་གི་ཡོད་རེད་ཟེར་དང་ད་ནི་འདི་གི

ཧོ་དེ་འདྲ་རེད་ད་དེ་ཁོ་གི་མཛད་སྒོ་ལ་ག་འདྲ་ཆགས་ཆགས་ཟེར་ན། དེ་རེད། ཁོ་གི་མཛད་སྒོ་གི་ད་གྲ་བ་ལ་མ་ཟེར་ན་གནས་སྟངས་དེ་རེད་ད། དངོས་གནས་བཤད་ན་དཔེ་ཉུང་ཉུང་རེད་འདུག་དེ་འདྲ་ཡིན་ན་ཁ་ཞིག་མང་པོ་ཡོད་ས་རེད་བསམ་གི་འདུག་དེ་མང་པོ་མི་འདུག་ངའི་རྒྱབ་ལོགས་ནས་ཡར་ལྟ་སྒང་ནས་མར་པར་འོང་དུས་ཡང་མང་བོ་འདྲ་བ་ཞིག་འོང་མཐོང་གི་འདུག་བ་ད་ཡིན་ན་ཡང་དེ་ཡིན་ན་ཁོ་རང་ཚོ་སྤྱིར་བཏང་གི་ནམ་རྒྱུན་བཞུགས་སྟངས་ཡིན་ཅེས་བ་མ་རེད་ཅོག་ཙེ་སྒོར་མོ་རྐྱང་རྐྱང་བཅས་འོང་དུས་ཅོག་ཙེ་རྐྱང་རྐྱང་གི་ཅོག་ཙེ་རི་སྒང་ལ་མི་བཅུ་རེ་བས་ཡོད་བ་མ་རེད་ཅོག་ཙེ་ཕར་ལྟ་རེད་དེ་འདྲ་དཔེར་ན་ཅོག་ཙེ་ད་མྱི་གི་དམ་པ་ཡོད་པ་ཅི་དང་མི་ཉིས་བརྒྱ་འདྲ་བོ་རེད་ཅག་ཙི་ད་མང་ཤོས་ལ་བཞི་བཅུ་ཡོད་པའི་དབང་དུ་བཏང་ན་བཞི་བརྒྱ་ཡར་མར་ཅིག་ཡོང་གི་ཡོད་རེད་དེའི་ནང་ལ་ད་གྲྭ་བ་བླ་མ་དེ་གི་མི་སྐྱ་སི་ཡོངས་སུ་རྫོགས་པ་དེ་བསྡོམས་ན་ད་ཕར་ཆེར་ལྔ་བརྒྱ་ཡར་མར་ཅིག་ལ་ང་ཚོ་ཚོགས་དཔག་ཅིག་ཐུབ་གི་འདུག་ལྔ་བརྒྱ་ཡར་མར་ཅིག་ཚོགས་དཔག་ཐུབ་གི་འདུག་ཡིན་ན་ཡང་ཟེར་བ་འདི་ཡང་གནང་གི་ཆུང་ཆུང་མ་རེད་ཨ་འདིའི་ནང་ལ་གསར་བསྒྲགས་བྱས་དབང་དེ་གི་ག་རེ་ལབ་རེད་ཟེར་དོང་དང་ཁ་སང་དེ་གསར་འགྱུར་བརྒྱུད་ལམ་ཁག་ལ་ཁོ་རང་གི་ལབ་དེ་སྟོང་ཕྲག་གཉིས་ཡོད་ལབ་ཡོད་རེད་ད། འོ་ད་དེ་རེད་དེ། དེ་ཚོ་ང་ཚོའི་སྤྱིར་བཏང་གི་དོན་དག་རྩ་ཆེན་པོ་ཞིག་མ་རེད་དེ། དེའི་གནས་བབ་དེ་ལ་དབྱེ་ཞིབ་ཅིག་བྱས་པ་ཡིན་ན་འདི་ཚོ་ཡང་ཡོང་གི་ཡོད་རེད་ད་འདིའི་ནང་ཡིན་ན་པར་གི་ནང་ལྟ་བ་ཡིན་ན་བར་སྟོང་ཚང་མ་དཔེ་མི་ཚོ་བོད་ཆེན་པོ་བཅས

ང་ཆུ་ཚོད་དཔོན་པ་དེ་ཚོ་རེད། འདི་གཉིས་བར་ལྟ་བ་ཡིན་ན་ངོས་གཞན་པ་དེ་བས་ད་ག་རང་རེད་བ་བར་ཚང་མ་གི་ས་ཆ་དེ་དཔེ་སྟོང་པ་ཆེན་པོ་འདུག་སྟོང་པ་ཆེན་པོ་ནང་མ་ཟོས་ཡོད་པ་དེ་ཚོ་ཡང་དེ་གི་དེ་གི་རྒྱ་གི་བླ་མ་དེ་འདྲ་དེ་དགེ་འདུན་ཆོས་པ་གི་ཆེད་དུ་ཡོང་རྒྱུ་མ་རྟོག་སྔ་འགྱུར་ཉང་མ་ལ་འབྲེལ་བ་ཡོད་གི་ཅིག་ད་ལྟ་ཁོ་རང་གི་ནགས་སོར་འཛད་པའི་དེ་གི་འདི་ན་དེ་གི་གཟན་དཀར་པོ་ཅན་ཁ་ཤས་ཅིག་ཡོད་རྒྱུ་ད། འོ་ད་འདི་འདྲ་བོ་ཅིག་ཡིན་ན་མ་གཏོགས་དེ་ནི་བཞམས་པ་མི་འདུག། ཨ་དེ་འདྲ་རེད་དེ་འདྲ་ཡིན་འདུག་དེ་དེ་ཡང་དེ་རྒྱབ་ལོག་ན་ཡོད་པ་དེ་ཡང་ད་དེ་སྟོང་ཕྲག་གཉིས་མི་འདུག་ཨ་དགེ་ལྡན་པ་སྟོང་ཕྲག་ཡོད་ཟེར་བ་དེ་ཡང་མི་འདུག་བོད་ཀྱི་བླ་མ་གྲྭ་བ་ཟེར་བ་དེ་དེ་ལས་ཉུང་བ་ལྟ་དང་དེའི་སྐབས་སུ་མར་དངུལ་གཉིས་ཀྱི་ཅིག་སྔོན་ནད་པོ་དེ་ཁྱེར་བའང་བསུ་མ་བྱེད་མཁན་གྱི་སྔ་འགྱུར་རྙིང་མ་གི་གཏམ་པའི་བདག་པོ་ཡིན་ལབ་ཀྱི་ཡོད་རེད་ད། རྙིང་མ་གི་གཏམ་པའི་བདག་པོ་ཡིན་ལ་ཐེ་ཝན་རྐྱང་བ་ན་རྙིང་བའི་དགེ་ལྡན་པ་ག་ཚོད་ཡོད་རེད་རྙིང་མ་གི་དགོན་ཆེན་ཚང་མ་གི་ཡོད་རེད་ད། ད་འདི་རུ་བཅུག་ཨོ་དེ་ཕར་ཚུར་ཁོང་རང་གི་མ་ཡུམ་འདྲ་ཡིན་ས་རེད་ད་ཡིན་ནའང་ཨ་མ་ཡིན་ན་ཤ་ཚ་དེ་ཅི་ཤེས་ཡ་ཅི་མི་འདུག་དེ་རེད་ཡིན་ན་ཡང་ད་ཅིག་དེའི་སྐོར་ལ་ང་མང་པོ་ཅིག་ཤེས་ཡ་མི་འདུག་ཨོ་དེ་འདྲ་རེད་དེ་བོད་པ་ཡང་ད་ཁོང་གི་བུད་མེད་བུ་གི་དཀྱུས་མ་ཐམས་ཅད་ཀྱི་ཚབ་བྱེད་ནས་དེ་ནས་ད་ཁོང་རང་གི་ནང་མི་ཡིན་ཙང་ནང་མི་གི་ནང་ལ་བུ་དང་བུ་མོ་དང་དེ་གི

རྒྱ་ལ་ཏའི་ཁ་དྲི་རྟགས་ཟེར་བ་ཅིག་ཡོད་རེད་ཅིག་ཐག་རང་གི་རྒྱང་རིང་གི་མགྲོན་པོ་ཟེར་བ་དེ་ང་ཚོ་འཇིག་རྟེན་ང་དཔེ་མི་ཚུགས་པའི་གལ་འགངས་ཆེན་པོ་ཞིག་རེད་དེའི་ནང་ནས་ཁོང་རང་བླ་མ་སྤྲུལ་སྐུ་ཅིག་གི་གདན་འདྲེན་ཚར་ནུས་ཆེན་པོ་ཞིག་ཡོད་ཚར་འདུག་དེ་ནི་དཔེ་མི་ཚུགས་པའི་དུག་གི་ཐུགས་བརྩེ་བ་དང་ཤ་ཞེན་ཅིག་དང་ཚང་བ་ཡོད་གི་རེད་ཐུགས་རེ་ཅིག་ག་གནང་གི་རེད་ཡིན་ནའང་ཐུགས་རེའི་སྒྲུབ་སྟངས་དེ་དེའི་སྐབས་ཀྱི་དབུ་ཞྭ་དེ་དང་ནི་དེའི་གི་ཐུགས་སྨོན་དེ་བེད་སྤྱོད་བཏང་བ་ནི་དེ་གི་ཡང་དང་བསྐྱར་དུ་དེ་འདྲ་བྱེད་པ་དེ་མ་ཡིན་པར། ཁོང་གི་ཐུགས་འདོད་ག་རེ་ཡིན་པ་དེ་སྒྲུབ་རྒྱུ་དེ་རེད་བ། ད་ཡིན་ནའང་དེ་བས་དེ་བེད་སྤྱོད་ལོག་པ་བཏང་ཡོད་རེད་དེ་འདྲ་ཡིན་དུས་འདས་ཚོ་ཡང་ངོ་ཡི་གནས་ཚུལ་སྐབས་དེའི་རྒྱབ་ལྗོངས་ག་འདྲ་ཡིན་ཁོང་སྔ་འགྱུར་རྙིང་མའི་དབུ་འཛིན་ལ་མངགས་གསོལ་བྱས་རེད་བས་རེད་བ། དེ་སྐབས་ཚུལ་རྟགས་ལོངས་སྤྱོད་ཁྲི་རིན་པོ་ཆེ་སྔ་འགྱུར་རྙིང་མའི་རྒྱ་གར་གྱི་དབུ་འཛིན་གནང་བཞིན་པ་རེད་བ། དེའི་གི་ཅིག་དེ་དང་འབྲེལ་ཡོད་ཀྱི་ཐོག་ནས་དབུ་འཛིན་གནང་གི་ཡོད་རེད། དེ་ལས་གཞན་པའི་ཉག་མ་ཅིག་དབང་འཛིན་བྱེད་ཀྱི་ཡོད་རེད་ད། སྤྱིར་བཏང་གི་མ་འོངས་པ་ན་སངས་རྒྱས་ཀྱི་གཏམ་པ་དང་སྔ་འགྱུར་ཉག་མ་ལ་ཐུགས་ཕན་སུ་ཡག་བྱེད་དེ་ང་ཚོ་རྣམས་ཀྱི་ཡིན་ན་ཅིག་གཏམ་པ་རྒྱ་མཚོའི་མངའ་བདག་ཟེར་བ་འདྲ་བོ་འཁོར་ལོའི་མགོན་པོ་ཟེར་བ་འདྲ་བོ་དེ་འདྲའི་གི་ཆེ་མཐོང་གི་ཐོག་ནས་དེ་ནས་མར་སོང་ཡག་ཅིག་དགོས་རེད་དེ་འདྲའི་ཅིག་རེད་གང་རེད་རེད་བ། དེ་གི་རྒྱབ་ལྗོངས་རྒྱུ་མཚན་དེ་ཚོ་གསལ་བཤད་བཟོ་དགོས་དགོས་ས་རེད། ཁྱད་པར་དུ་འབྲེལ་ཡོད་མང་པོ་ཞིག་གི་དཔེར་ན་ཨ་འཛམ་བྷ་ལོ་འདྲ་བོ་ཅིག་ཡིན་ན་རེད་ད་ཁོང་དྲི་གི་དྲི་སྐོས། ཁོང་འདྲ་བ་ཡིན་ན་ག་རེ་ཅིག་འདི་འདྲའི་ཡི་གེ་ཞིག་གནང་གི་རེད་ད་དངོས་འདི་དང་བཟང་གི་རིན་པོ་ཆེ་ཡང་དེའི་ནང་ལ་ནང་ཉན་ཡང་ཅིག་འདྲ་མི་འདྲ་གསུང་གི་འདུག་ད་ལྟའི་བའི་བླ་མ་རྣམས་པ་ཡར་གུས་ཁྱེད་རང་འདིའི་བླ་མ་བསམ་གྱིས་མི་ཁྱབ་པ་རི་སྒེར་གྱི་ཉམས་རྟོགས་དང་དེ་གི་ཉེ་ཆར་ང་འདྲ་བ་ཡིན་ན་ཧོང་ཀོང་ནས་ཆེད་དུ་སྐྱབས་རྗེ་བཟང་གི་རིན་པོ་ཆེ་མཇལ་ཁ་སོང་ཡོད་ད་བསམ་གྱིས་མི་ཁྱབ་པའི་ཉམས་ལེན་པ་ཆེན་པོ་རེད་ཡིན་ནའང་མཚམས་མཚམས་ལ་ཡང་དག་པ་དག་ནང་དུ་ཆེ་དྲགས་ཁྱེད་རང་འདི་ཡང་དེ་གི་དེ་འདྲའི་གི་གཞན་པ་གི་སྒེར་གི་བེད་སྤྱོད་གི་ལག་ཆ་འདྲ་བོ་ཆགས་སོང་བ་ཡིན་ན་མ་འོངས་པ་མུ་མཐུད་ནས་འདི་ཚོ་བེད་སྤྱོད་བཏང་བ་ཡིན་ན་དེ་ཁྱེད་རྣམ་པའི་ཐུགས་འདོད་ཡིན་ན་ཡིན་རེད་མིན་ན།

རེད་དེ། ཐ་མ་དེ་ལ་ད་ག་ཚང་དར་ཚང་སང་གི་ཡིག་ཆ་གི་ནང་ལ་གསར་བ་ནང་བཞིན་ཅིག་ང་འདིར་མྱངས་མེད་དེ་ཡང་ངས་ད་ཞིབ་འཇུག་མང་པོ་བྱས་ཡིན་སྐབས་དེ་ཚེ་དེའི་དུས་ཀྱི་ཡིག་ཆ་དང་འབྲེལ་ཡོད་ཀྱི་གསར་འགོད་གསལ་བསྒྲགས་དང་གསར་འགྱུར་བརྒྱུད་ལམ་ཁག་གི་བཀྲིས་པའི་མྱངས་མའི་དབུ་འཛིན་གྱི་དེ་གི་གྲུ་བཞུགས་རིན་པོ་ཆེ་དང་ནི་སྟག་ལུང་རྩེ་ཁྲོད་རིན་པོ་ཆེ་དང་དགེ་ཚུལ་རིན་པོ་ཆེ་ཚང་མ་དེ་སྨོན་ལམ་ཆེན་མོའི་ཚོགས་པ་རྐྱང་པ་ཐག་བཅད་རྒྱུ་ཁྱོན་ནས་རེད་མི་འདུག་གོ་དེའི་སྐབས་ཀྱི་དེ་གི་བརྙན་པར་ཚང་མ་ཡོངས་རྫོགས་ངོ་ནས་བལྟ་འོང་ན་དེ་དུས་ཀྱི་དེའི་རྒྱ་བོད་འགྲོགས་ཚུལ་ནི་ཡོད་པ་ང་འདིར་མྱངས་མ་གོ་སྐུ་ཚབ། སྐར་ཆེ་བ་ཚང་མར་དེ་བཞིན་དུ་དཔེར་ན་རྫོགས་ཆེན་རིན་པོ་ཆེ་དང་ནི་དེའི་ཤེས་བྱའི་རིམ་བྱུང་ལ་སོགས་པ་གསོལ་བ་འདེབས་ཀྱི་སྐབས་འདི་འདྲ་སྤྱད་མཁན་དེ་ཚོའི་ནང་ལའང་ཉང་མ་གི་རྒྱུན་ལས་སྨོན་ལམ་ཆེན་མོ་གི་རྒྱུན་ལས་རྐྱང་པ་མ་རེད་དེ་ཚོ་ཡང་སྨོན་ལམ་ཆེན་མོ་ལ་དེའི་ཐག་གཅོད་ཀྱི་དབང་ཆ་ག་བ་ཡོད་རེད་རྐྱང་པ་ལ་ཟེར་ན་ཡང་ཁ་ཅིག་འགྲེལ་ལོག་རྒྱག་གི་འདུག་བ་སྨོན་ལམ་ཆེན་མོའི་ཚོགས་པ་གི་རྒྱུན་ལས་རྐྱང་པའི་ཐག་བཅད་རྒྱུ་ཞིག་ཐོག་མཐའ་བར་གསུམ་དུ་སྔ་འཕྱུག་གི་འདས་པའི་བྱ་བ་དང་ཚང་མ་ཆགས་ཡོད་མ་རེད་བ་དེ་ཚོའི་རིགས་དེ་ཡང་དཔེ་གསར་བོ་ཡིན་དུས་ད་སྤྱིར་བཏང་གི་ཡིན་ན། སྐད་ཆ་འདི་ག་རེ་བྱས་ནས་ཡང་བསྐྱར་བཤད་དགོས་ཡོད་རེད་ཟེར་ན་ཁོའི་ལས་ཀ་དེ་མུ་མཐུད་ནས་འདིའི་རྫུན་འདི་མར་བཤད་གི་དང་ན་ཨེ་ང་ཚོ་གི་ཡང་དེ་ལ་སྔ་ལ་དེ་ནས་འཆམ་རྒྱབ་ཟེར་བ་ནང་བཞིན་གི་ཡང་གསར་བཞི་དེ་ཡང་མར་ཡོང་དགོས་གི་ཡོད་པ་དེ་ད་འཇིག་རྟེན་གི་ཆོས་ཉིད་འདྲ་བོ་ཆགས་ཏེ་ཡོད་དུས་ཨོ་དེ་ག་རང་ཡིན་དེ་འདི་དེ་ཡང་ཁ་ཅིག་གིས་བསམ་ན་ཨོ་ད་མཛད་སྒོ་སྐར་ཚང་སྤེལ་བ་ཟེར་བ་བྱས་སོང་དེ་འདྲ་ཡིན་དུས་ད་ཁྲིམས་མཐུན་ཆགས་རེད་ལབ་འདུག་ཁག་རྒན་ཚོགས་པ་ཅིག་གི་ནང་ན་ཁྲི་སྤུན་གི་ཡང་ད་ཁོ་རང་ཁྲི་ཐོག་འཇལ་ཚར་དུས་བརྒྱ་ཆ་ལྔ་བཅུའི་བར་ཆ་ཆགས་སོང་རེད་ལབ་གི་འདུག་ངས་དེ་ལ་ག་རེ་ལབ་ཡིན་ཟེར་ན་ཁྱོད་རང་ལྷོ་ནུབ་མི་རིགས་སློབ་གྲྭ་གི་ད་ལྟ་དབང་ཆ་དང་འགན་འཁྲི་གང་ཡོད་མར་མ་དབུ་ཧུ་ཚུ་གི་སྤྲང་ལམ་ལ་སོང་ནས་དགེ་ཕྲུག་གཅིག་གཉིས་ཀྱི་ཚུར་བཀའ་བཏང་ཡོད་ཀྱི་རང་ཡིན་ང་ལྟོས་གི་ལྷོ་ནུབ་མི་རིགས་སློབ་ཆེན་གི་ད་ནུབ་བྱང་མི་རིགས་རེད་ལྷོ་ནུབ་རེད་ལྷོ་ནུབ་མི་རིགས་སློབ་ཆེན་གི་ད་ལྟ་སློབ་སྤྱི་ཡིན་ལབ་ད་ནི་ཁྱོད་ག་རེ་ཆགས་ས་རེད་ཁྱེད་རང་གཅིག་ཚོད་ལྟ་ཅིག་བྱས་ཡིན་མིན་ན་ཁྱེད་རང་དེ་གི་རྒྱལ་ཁབ་གི་ཀྲུའུ་ཞི་ཡིན་ལབ་ནས་ཡར་ཅིག་ཧོར་ཅིག་རྒྱབ་ད་ཁྱོད

རྩིག་པ་མེད་པའི་རི་མོ་དེ་གའི་ཐད་རྒྱང་མེད་པའི་རི་མོ་ཟེར་བ་ཅིག་བ་དེ་ནང་བཞིན་དྲི་ཁར་ཚང་ཁོག་གི་མར་ཅིག་འཇམ་ཡིག་དང་བསྒྲགས་གཏམ་སྤེལ་བ་དེ་ཚོ་ཁ་ཤས་ཀྱིས་དཔྱད་བརྗོད་བྱས་ནས་དེ་རེད་དེ་ཚིག་ཁར་གོས་ངོགས་སྟོང་གི་སྲོལ་ཡིན་ན་ཡག་པོ་བཤད་ཤེས་གི་རེད་ངས་དེ་རང་ཨ་རིའི་སྲིད་འཛིན་ཡིན་ཁ་ཡིན་ནས་མ་འོངས་པ་ན་འཛམ་བུ་གླིང་ལ་ར་ཡུག་གི་དམག་འཁྲུག་གི་གནད་དོན་ག་འདྲའི་ཐག་བཅད་གི་ཡིན་འོ་དེ་གའི་ཐད་ཨི་ཟི་རལ་དང་ནི་དེ་གའི་ཕ་ལི་སི་ཐན་གྱི་གནད་དོན་ག་འདྲ་ཐག་བཅད་གི་ཡིན་ཟེར་ངས་དེ་རང་བསྒྲགས་གཏམ་ཅིག་ལ་ཤོག་ལྷེ་ཅི་ཐམ་པ་ཅན་ཞིག་མར་བཤད་དགོས་ཡོད་ན་ཚང་མ་མགོ་འདར་འདུག་ཟེར་ངས་དྲིས་ཤིག་ངོ་ནས་ཤེས་ད་ཡིན་ན་དེ་དེ

འདི་སྐྱོ་ལྡན་རྣམས་ལ་དེ་གང་ཡང་མི་དགོས་པ་འདྲ་བོ་རེད་དེ། ཡིན་ན་ཡང་ད་དེང་སང་ཁོ་རང་འཁྲབ་སྟོན་ལ་དཔེ་མི་སྲིད་པ་དེ་གི་མཁས་པ་དང་ནི་ཐོག་མཐའ་བར་གསུམ་དུ་ཁྱད་པར་དུ་ཅིག་ལུས་རྒྱུ་འབྲས་དང་བསམ་བློ་དང་འགྲོ་བ་མིཀྱི་ཀུན་སྤྱོད་ཀྱི་ང་ཚོ་ཡིན་ན་མམ་དེའི་ཚ་ཐིག་ཅིག་ཡོད་རེད་བ། ད་འོ་དེ་དུས་ཤན་ཟེར་གི་འདུག་བ་རྒྱལ་གི་དེའི་ཐོག་ལ་བསམ་བློ་དངོས་གནས་གཏང་གི་མི་འདུག་གོ་ད་དེ་དངོས་གནས་ཡིན་དུས་ཀྱི་དེ་ངས་ཡང་མི་བཤད་རང་བཤད་ཆགས་འགྲོ་བ་དེ་དེ་ཡིན་དེ་འདྲ་ཡིན་དུས་ཀྱི་དེ་ངས

ཚིག་གཅིག་བེད་སྤྱོད་བཏང་ནས་བཤད་གི་མེད་ང་རང་གིས་དངོས་ཡོད་གནས་ཚུལ་གང་མཐོང་བ་སེམས་ལ་གང་ཤར་བ་ང་རང་གི་བསམ་ཚུལ་དྲན་ཚུལ་གང་ཡིན་པ་དེ་མ་གཏོགས་ཡང་གཞན་པ་ཞིག་གི་ས་འོག་དར་ཐག་བཅད་ནས་མི་གཅིག་གིས་ཨོ་འདི་འདྲས་རེད་ད་ཁོ་འདི་འདྲ་རེད་ད་ཟེར་ནས་ཕར་གཞིག་ལབ་གཞག་པ་དེ་ཚོ་མགྲིན་ཚབ་པ་ཅན་བཤད་པའི་སྐད་ཆ་འདི་རྣམས་ནི་ཅི་ག་མེད་ཚང་མ་དེ་ང་རང་གི་མཐོང་ཐོས་མྱོང་སེམས་དངོས་གནས་ཧར་ང་རང་གི་གོ་བ་དེ་ག་རང་ལེན་གི་ཡོད་པ་དེ་ཡིན་དུས་དེའི་འགན་ཆ་ཚང་དེའང་ང་རང་གིས་འཁུར་གི་ཡིན་ཟེར་བཀྲ་ཤིས་བདེ་ལེགས།